བོགས་ལ་སོ་ད་དེ་རིང་ང་ཚོ་ལུང་ཚན་དེ་ལ་རྟགས་རྟགས་སྣང་གི་གོ་བྱེད། ཁེ་ཚང་རྟགས་ཡང་རྟགས་བཤད་ཚར་རེད་བ། ཚི་སི་ཚོང་ངེ་དེ་ལ་ཞོ་ཆི་རྗེ་ཆ་གདོང་ཆ་སི་འཚོང་མཁན་དེ་ལ་རྟགས་ཡང་རྟགས་རེད། ད་ཚི་སི་གང་ཡང་རུང་བ་ཞིག་མ་འཚོང་ན་རྟགས་རྟགས་སྣང་ཆགས་གི་རེད་ཟེར་དེ་གོ་ལ་བྱེད། ད་དེ་ཡང་ཨ་ནེ་པ་ཏི་ཆི་དྲག་གི་མཚན་མ་སྣང་འགྲེལ་གྱི་ནང་ལོགས་ལ

མ་ངེས་པའི་གཏན་ཚིགས་མ་གྲུབ་པའི་གཏན་ཚིགས་ཟེར་ནས་ཨང་རྟགས་ཡང་དག་ལ་རེ་རྟགས་ལྟ་སྣང་ལ་རེ་མི་འདྲ་བ་གསུངས་ཡོད་རེད། ད་འགའ་བའི་གཏན་ཚིགས་ཟེར་དུས་བཀའ་ས་ག་འདྲི་ན་ཟེར་གི་འོ་ཟེར་ན་དཔེ་ནང་ཉིན་དེ་ལ་ལ། ཀུ་ཤུ་ཁ་བ་ཆེ་བློ་རྫེ་ཆེ་ཅེས་མཛད་རྗེས་མེད་པའི་ལྟ་བ་ཡིན་ཏེ། བློ་རྫེ་ཡིན་པས་ཞེས་ལབ་རེད། ད་ང་ཚོ་ཀུ་ཤུ་ཁ་བ་གི་བློ་རྫེ་དེ་མགྱོགས་པོ་བཙུགས་འགྲོ་གི་འདུག་བྱས་ཙང། ད་དེ་མཛད་རྗེས་མེད་པའི་ལྟ་བ་རེད་ཟེར། ག་དེ་ཡོད་ན་མཛའ་ཡ་ཡོད་མ་རེད་མཛོ་ཡ་ཡོད་མ་རེད། གང་སྦྱིན་སྲེག་བཤད་ཡོང་དེ་ཀ་ས་བློ་རྫས་རེད་བ་ལ་ཡོད་ད་དེ་འགའ་ཡོད་ད་ད་ཆ་བོ་ར་བློ་རྫས་ཡིན་ན་མཛའ་རྗེ་ཡས་པའི་ཆ་རེད་བ། མ་གཏོགས་མཛའ་རྗེ་མེད་པ་མ་རེད་བློ་རྫས་ཡིན་ན་མཛའ་རྗེ་ཡས་པའི་ཆ་རེད་བ་བྱས་ཙ། ཨ་ནི་རྟགས་དེ་ཡིན་ན་སེལ་བ་དེ་མ་ཡིན་པའི་ཆ་གི་འདུག་ཨ་མཛའ་རྗེ་མེད་པའི་རྟགས་པ་མ་ཡིན་པའི་ཆ་བ་ཡིན་ཙ་ནི། དེ་ལ་འགལ་བའི་གཏན་ཚིགས་སྦྱིན་ཚད་དེ་འགལ་བ་འགྲོ་གི་ཡོད་རེད། རྟགས་དེ་ཡིན་ན་གསལ་བ་དེ་མིན་པའི་ཆ་བ་ཡིན་ས་ནི་རྟགས་དེ་འགལ་བའི་གཏན་ཚིགས་རེད། ཨ་ནི། མ་ཚད་པའི་རྟགས་དེ་ཡིན་ན་གསལ་བ་དེ་མིན་པའི་ཆ་བ། དང་པོ་ར་བ་ཀུ་ཤི་ཁ་པར་གྱི་བློ་རྫས་དེ་བློ་རྫས་ཡིན་ན་ཡང་བློ་རྫས་ཡིན་ན་འཛད་ཀྱི་མེད་པས། རྟགས་པ་མ་ཡིན་པའི་ཆ་བ་ཡིན་ས་ནི། ཨ་ནི། དེ་ལ་འགལ་རྟགས་མ་ཟེར་བ་རེད། དེ་འདྲའི་གི་རིགས་དེ་ལ་འགལ་རྟགས་བྱེད།

བྱས་ཙང་ཀུ་ཤུ་ཁ་པར་གྱི་བློ་རྩལ་དེ་ཁ་པར་མ་རེད། ཡིག་རྩ་ནི་རྟགས་ཕྱི་རྒྱལ་ཏེ་རྟགས་དེ་མ་ཡིག་རྩ་ནི་ནི་དེ་འདྲ་བའི་རྟགས་དེ་ལ་མ་གྲུབ་པའི་གཏན་ཚིགས། བྱས་ཙང་རྟ། ཚི་སིམ་མ་ཚོང་བ་དེ་ལ་ཡང་ན་ཤོ་ཆིམ་མ་ཚོང་བ་ཤོ་ཆིམ་མ་ཚོང་བ་ཡིན་ན་དེ་ལ་ག་རེ་ལབ་བ་ཟེར་ན་མ་གྲུབ་པའི་གཏན་ཚིགས། རྗེས་ཆགས་མ་ཚོང་བ་ཡིན་ན་རྟགས་དེ་ཡིན་ན་གསལ་བ་དེ་མ་ཡིན་པའི་ཆགས་ཀྱི་འདུག་ན་ནི་འགལ་བའི་གཏན་ཚིགས། རྟགས་དེ་ཡིན་ན་གསལ་བ་དེ་ཡིན་པས་མ་ཆགས་ན། དེ་ལ་མ་ངེས་པའི་གཏན་ཚིགས་ཡིན་ཟེར། ཨོ་གཏན་ཚིགས་རྟགས་ལུང་གསུམ་པོ་དེའི་སྐོར་ལ་ཨོ་མཐུན་སྒྲིལ་བྱེད་རེད། ལ་སོགས་མཐུན་སྒྲིལ་བྱས་ན།